པ་རྣམ་པ་སུ་འབྲེག་དང་སུ་ནོར་གྱི་སྐོར་ནས་སྐད་ཆ་བཤད་ཡ་མིན། དེ་རིང་ངས་སྐད་ཆ་བཤད་ཡ་དེ་དེ་དང་འབྲེལ་བ་ཡོད་པའི་གནད་དོན་གྱི་ཐོག་ལ་བཀའ་ཙོང་ཟམ་གཏོར་རིན་པོ་ཆེ་གིས་ནོར་བྷེལ་གློག་འཕྲིན་ཁང་ལ་བཀའ་ལན་གནང་བའི་ཆ་ཤས་གཅིག་གི་སྐོར་ལ་ངས་བཀའ་མོལ་གཅིག་ཞུ་ཡ་ཡིན། ད་བཀའ་ལན་དེའི་ནང་ལོགས་ལ་ནས་བཅར་འདྲི་གནང་ཁོག་ནང་བཞིན་སྤྱི་འཐུས་ལྷན་ཚོགས་ཀྱི་ཡིད་ཆེས་མེད་པའི་གྲུས་འཆར་བརྒྱུད་ནས་བཀའ་ཤག་ལྷན་རྒྱས་སམ་བཀའ་ཤག་ཆ་ཚང་དུས་གཅིག་ལ་འཕོ་འགྱུར་རམ་གནས་དབྱུང་གཏོང་ཡ་གི་ཆ་རྐྱེན་དེ་གཏན་ལ་ཕབ་ཡོད་པ་དང། ཡིན་པ་ཡིན་ན་ལས་བཅའ་ཁྲིམས་གཏན་འབེབས་ཀྱི་སྐབས་ལ་ཁྲིམས་ཞིབ་པ་གསུམ་ག་དུས་གཅིག་ལ་འཕོ་འགྱུར་གཏོང་ཡག་གི་བསམ་བློ་དེ་འཁོར་མེད་པ་དང། ནི། དེ་ཡང་གཅིག་གལ་སྲིད་ཁྲིམས་ཞིབ་པ་ཆ་ཚང་དུས་གཅིག་ལ་འཕོ་འགྱུར་གཏོང་བ་ཡིན་ན། ནི་ཁྲིམས་ཞིབ་ཁོངས་མེད་པ་ཆགས་འགྲོ་གི་ཡོད་པ་དང་ཁྲིམས་ཞིབ་ཁོངས་མེད་པ་ཆགས་ན། རྨོངས་ཚུལ་དཀའ་བ་སོང་གི་ཡན་ལག་ཚང་གི་མེད་པ། ཨ་ནི་དག་ན་གཞི་ལྕགས་ཕྲན་བུ་ལུག་ཡག་གི་ཉེན་ཁ་ཡོད་པའི་རྒྱུ་མཚན་གྱི་ཐོག་ནས་ད་ཁྲིམས་བྱེད་པ་གང་རུང་གཅིག་འཕོ་འགྱུར་གཏོང་ཡག་གི་གནད་དོན་མ་གཏོགས་ཨ་ནི་ཁྲིམས་བྱེད་པ་ཆ་ཚང་དུས་གཅིག་ལ་འཕོ་འགྱུར་གཏོང་ཡག་དེ་གཏན་འབེབས་གནང་ཡོད་མ་རེད་སོང་བཞག། གལ་སྲིད་དེ་འདྲ་ཡིན་པ་ཡིན་ན་ལྕགས་ཕྲན་གཏན་ལ་ཕབ་པའི་སྐབས་ལ་བཀའ་ཤག་ཆ་ཚང་དུས་གཅིག་ལ་འཕོ་འགྱུར་གཏོང་བའི་བསམ་བློ་འཁོར་ནས་གཏན་ལ་ཕབ་པ་ཡིན་ན་ལས་ཁྲིམས་བྱེད་པ་ཆ་ཚང་དུས་གཅིག་ལ་འཕོ་འགྱུར་གཏོང་ཡག་གི་བསམ་བློ་མ་འཁོར་བ་དང་དེ་འདྲ་གི་ལྕགས་ཕྲན་གཏན་ལ་མ་ཕབ་པ་དེ་ད་བཀའ་ཤག་ལྷན་རྒྱས་དང་ཁྲིམས་ཞིབ་པ་ལྷན་རྒྱས་འཕོ་འགྱུར་གཏོང་ཡག་གི་ཐོག་ལ། ཁྲིམས་ཀྱི་སྤྱོད་སྟངས་དེ་དང་ཁྲིམས་ཀྱི་བཀོད་འདོམས་བྱེད་སྟངས་དེ་གཅིག་གྱུར་ཅིག་གཟིགས་མ་ཐུབ་པའི་ནོར་འཁྲུལ་དང། ང་ཚོའི་བཅའ་ཁྲིམས་དེ་ཁྲིམས་ཞིབ་པ་འཕོ་འགྱུར་གཏོང་ཡག་གི་སྐོར་ལ་ཆ་མཚོན་བའི་ཁྲིམས་ལུགས་ཤིག་ཆགས་ཐུབ་མེད་པ་དེ་ད་གསལ་བོ་ཆགས་ཀྱི་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོའི་བཅའ་ཁྲིམས་ནང་ལོགས་ལ་དེའི་ཐོག་ལ་ཆབ་སྲིད་ཀྱི་འདྲ་མཉམ་མེད་པའི་གི་དཀའ་ངལ་ཆེན་པོ་ཅིག་ཡོད་པ་དེ་གསལ་བོར་རེད་བཞག་ག་རེ་བགྱིས་ནས་བཞུགས་ཀྱི་ཡོད་ལབ་ན་དམངས་གཙོའི་ཀ་བ་གསུམ་གྱི་ནང་ལོགས་ནི་མཛེས་ལྗོངས་བཀའ་ཤག་དང་ཕྱི་འཐུས་ཁྲི་འཕང་གཉིས་དེ་དམངས་གཙོའི་སྲིད་གཞུང་གི་ཀ་བ་གཅིག་ཡིན་པའི་གནད་འགག་དེ་གཅིག་མཚུངས་དང་འདྲ་མཉམ་ཅིག་ཆགས་ཀྱི་ཡོད་རེད་མ་གཏོགས་ཨ་ནི་གཅིག་ཁྲིམས་ཞིབ་ཁང་དེ་གལ་ཆེ་ཡ་ཆེ་ཡིན་པ་དང་བཀའ་ཤག་དེ་གལ་ཆུང་གིན་པའི་གནད་དོན་དེ་ཆགས་ཀྱི་ཡོད་མ་རེད་དམངས་གཙོའི་ཀ་བ་གསུམ་གྱི་ཡ་གྱལ་ཡིན་པ་དེ་གཅིག་མཚུངས་ཆགས་ཀྱི་ཡོད་རེད། གལ་སྲིད་ཁྲིམས་བྱོལ་བ་ཆ་ཚང་དུས་གཅིག་ལ་འཕོ་འགྱུར་གཏོང་ན་དམངས་ཚོགས་ཀྱི་ཡན་ལག་མ་ཚང་བ་དང་སྤྱང་གྲན་འབོག་ལུག་ཡག་གི་ཉེན་ཁ་ཡོད་ན། འོ་ན་བཀའ་ཤག་ཆ་ཚང་འཕོ་འགྱུར་གཏོང་ཡིན་ན་རྨོངས་ཚུལ་བཀག་གསུམ་གྱི་ཡན་ལག་མ་ཚང་བ་ཆགས་ཆགས་ཡག་དང་སྤྱང་གྲན་འབོག་ལུག་ཡག་གི་ཉེན་ཁ་ཡོད་མར་བས། དེའི་དྲི་བ་དེ་རང་བཞིན་གྱི་སླེབས་ཡ་གཅིག་དང་དྲི་བ་དེ་རང་བཞིན་གྱི་སླེབས་ཡ་ཙམ་དུ་མ་ཟད། ནི་དེ་འབྲེལ་གྱི་དགོངས་པ་བཞེས་ཕྱོགས་དང་ནི་ཁྲིམས་ལུགས་གཏན་འབེབས་དང་ཟིན་བྲིས་རྒྱག་སྟངས་དེ་གང་ལྟར། ཁྲིམས་ལུགས་ཀྱི་བརྒྱུད་རིམ་གྱི་ནང་ལོགས་ནས་ཆ་མ་ཚང་བ་ཅིག་དང། འདྲ་མཉམ་མ་ཆགས་པ་གི་སྐྱོང་ཆ་དེ་གསལ་པོ་ཤུགས་ཀྱིས་ཆགས་འདུག་མདོར་བསྡུས་ན་དེ་འབྲེལ་གྱི་བཅའ་ཁྲིམས་དེ་འཛིན་སྐྱོང་དང་ཁྲིམས་ཁང་གི་གར་སྣེ་ལ་ཡོན་ཆབ་ཏུ་བལྟ་མ་ཐུབ་ཀྱི་ཁྲིམས་ལུགས་ཀྱི་ནང་འགལ་ཅིག་དང། ཡང་མིན་ན་ཁྲིམས་ལུགས་གཏན་འབེབས་ཀྱི་ནང་དོན་དང་བརྒྱུད་རིམ་དེ་ལ་འགྲེལ་བཤད་རྒྱག་སྟངས་དེ་ནོར་འགར་ཆགས་ཡག་གི་གནད་དོན་ཅིག་ཆགས་ཀྱི་འདུག་དེ་གསལ་པོ་ཞུ་བ་ཡིན། མདོར་བསྡུས་ན་དེ་འདྲ་གི་ད་ག་རེ་ལབ་དགོས་རེད། བཅའ་ཁྲིམས་ཀྱི་ནང་དོན་དེ་ཆ་མ་ཚང་བ་དང་ནོར་འགར་ཡོད་པ་མ་ཟད་འདྲི་གཞིའི་གནང་ཕྱོགས་དེ་ཡང་ནོར་འགར་ཡིན་པ་དེ་ད་གསལ་བོ་ཞུ་ཅིག་ཆགས་ཀྱི་འདུག་གསལ་བོ་ཆགས་སྟངས་དེ་ངས་གང་ལ་ཞུ་བ་ནང་བཞིན། བཀའ་ཤག་དང་ཁྲིམས་ཁང་གཉིས་དེ་དམངས་གཙོ་གི་ཡན་ལག་དང་དམངས་གཙོ་གི་ཀ་བ་ཡིན་པ་གཅིག་མཚུངས་ཡིན་པ་གང་ཞིག་ལ། གཅིག་ནི་དུས་གཅིག་ལ་ཆ་ཚང། འཕོ་འགྱུར་དང་གནས་དབྱུང་གཏོང་རག་གི་སྟེང་ལ་ཁྲིམས་མཐོང་གཏན་ལ་ཕབ་པ། གཅིག། དེ་འབྲེལ་གྱི་ཁྲིམས་མཐོང་གཏན་ལ་མ་ཕབ་པ་མ་ཟད། གཏན་ལ་མ་ཕབ་དགོས་པ་གི་རྒྱུ་མཚན་དེ་ཡང་དམངས་གཙོ་གི་ཡན་ལག་མ་ཚང་བ་ཆགས་ཀྱི་ཡོད་པ་དང། བཅའ་ཁྲིམས་འབུལ་ལོ་ཡག་གི་འདྲི་གཞི་རྒྱག་ཡ་དེ། བཅའ་ཁྲིམས་གཏན་ལ་འབུལ་འབུལ་གི་སྐབས་ཀྱི། གནས་སྟངས་ཡིན་ན་འདྲ་ད་ལྟའི་བཅའ་ཁྲིམས་ཀྱི་ནང་དོན་ཡིན་ན་འདྲ། དེ་འབྲེལ་གྱི་གཏན་འབེབས་གནང་མྱོང་མཁན་ད་རིན་པོ་ཆེ་གི་འགྲེལ་བཤད་རྒྱག་སྟངས་དེ་ཚོ་ཚང་མ་ནང་འགལ་དང་ཆ་མ་ཚང་བ་ཅིག་ཆགས་ཀྱི་འདུག་དེ་ཞུ་གི་ཡོད། གནས་སྟངས་དེའི་ཐོག་ལ་ང་ཚོ་གི་བློ་བཟོ་བར་གནས་པའི་ཐོག་ནས་དཔྱད་པ་བྱས་པ་ཡིན་ན། དང་པོ་དེ་བཅའ་ཁྲིམས་གཏན་ལ་ཕབ་པའི་སྐབས་ལ་མཛེས་ལྗོངས་དང་ཁྲིམས་ཁང་གཉིས་ལ་འཕོ་འགྱུར་གཏོང་ཕྱོགས་དེ་འདྲ་མཉམ་དུ་གཟིགས་མ་ཐོབ་པའམ། ཡང་མིན་ན་འཕོ་འགྱུར་གཏོང་ཕྱོགས་དེ་ཁ་གསལ་པོ་དང་ཆ་ཚང་བ་ཅིག་གཏན་ལ་ཕབ་མ་ཐོབ་པའི་ནོར་འཁྲུལ་དང་ཞན་ཆ་ཡོད་པ་དེ་གསལ་པོ་ཞུ་ཅིག་བྱ་གི་འདུག་སྤྱིར་བཏང་ནས་བཀའ་ཤག་ཆ་ཚང་དང་ཁྲིམས་བཅོས་པ་བྱེད་རག་ཅིག་ཟུང་འཇུག་དང་ནོར་འཁྲུལ་གྱི་ཆ་ནས་འཕོ་འགྱུར་གཏོང་དགོས་ཡ་དེ་དོ་བདག་གི་བྱ་སྤྱོད་དང་འབྲེལ་བ་ཡོད་ཆོག་གི་གནད་དོན་ཞིག་ཡིན་པ་ནང་བཞིན་ག་སྲིད་ཁྲིམས་བཅོས་པ་ཆ་ཚང་གིས་དུས་གཅིག་ལ་ཚབས་ཆེན་པོ་གི་ནོར་འཁྲུལ་ཅིག་བྱས་པ་ཡིན་ན་འོ་ན་མང་ཚོགས་ཀྱི་ཡན་ལག་མ་ཚང་བ་དང་སྐྱ་འགྲེམས་པོ་ལོག་གི་འདུག་ལབ་ཅིག་ནས་དེ་འདྲའི་གི། དུས་གཅིག་ལ་ཉིན་པ་ཚབས་ཆེན་གསར་རྙིང་གི་ཁྲིམས་བཞེས་པ་འདི་ཚོ་ཉིན་པ་བརྒྱ་ཡན་ལ་གཏོང་བྱེད་ནི་ང་ཚོའི་བཞག་ཡ་རེད་བས། དེ་འདྲའི་བཞག་བ་ཡིན་ན། དམངས་གཙོའི་ཁྲིམས་ལུགས་ཀྱི་ནག་ཉེས་ཅན་ལ་ཕྱི་རྒྱུག་ཁྲིམས་སྡོམ་བྱེད་པ་དེ་འདྲ་མཉམ་དུ་ལག་ལེན་མ་བསྟར་བ་ཅིག་ཆགས་ཀྱི་ཡོད་པ་མ་ཟད། ཁྲིམས་ཀྱི་ཆེད་དུ་ཉིན་རྗེན་པ་བརྒྱ་ཡན་གཏོང་བ་ཆགས་ཀྱི་མ་རེད་བས་ངས་དེ་ཞུ་ཡ་ཡིན། དེ་འདྲ་བྱས་པ་ཡིན་ན་དམངས་ཚོགས་ཀྱི་ཁྲིམས་ལུགས་དང་དམངས་ཚོགས་ཀྱི་ཁྲིམས་ཁང་གི་རྒུད་པ་རྒྱུ་མཚན་འདྲ་བོ་དེ་དོན་དག་འདྲ་བོ་དེ་ནང་ཁར་ཆགས་ཡ་གཅིག་དང་དམངས་ཚོགས་ཀྱི་ཁྲིམས་ལུགས་དང་དམངས་ཚོགས་ཀྱི་ཁྲིམས་ཁང་གི་རྒུད་དོན་མ་གྲོགས་པ་གཅིག་ཆགས་ཀྱི་ཡོད་རེད་དེ་ཞུ་བ་ཡིན་དེ་ག་རེ་གཅིག་ནས་ཞུ་གི་ཡོད་ལབ་ན། དམངས་ཚོགས་ཀྱི་ཁྲིམས་ལུགས་དང་དམངས་ཚོགས་ཀྱི་ཁྲིམས་ཁང་དེ་དྲང་བདེན་སྲུང་སྐྱོབ་བྱེད་ཡ་དང་འདྲ་མཉམ་གྱི་ཐོག་ནས་ནག་ཉེས་བཅས་ལ་ཕྱི་བཅུག་ཁྲིམས་གཏམ་བྱེད་ཡ་དེ་ད་དམངས་ཚོགས་ཀྱི་ཁྲིམས་ལུགས་ཀྱི་དགོས་པ་དང་དམངས་ཚོགས་ཀྱི་ཁྲིམས་ལུགས་ཀྱི་དགོས་དོན་ཆགས་ཀྱི་ཡོད་ཁྲིམས་ཁང་གི་དགོས་དོན་ཆགས་ཀྱི་ཡོད་རེད། ངས་དེ་རིང་འདི་ནས་སྤྱིར་བཏང་གི་ཁྲིམས་ལུགས་ཙམ་གྱི་སྐད་ཆ་མ་བཤད་བར་ཆེད་བྱས་ནས་ངས་དམངས་ཚོགས་ཀྱི་ཁྲིམས་ལུགས་ལབ་བྱས་ནས་དམངས་ཚོགས་སྦྱར་དགོས་པ་གི་རྒྱུ་མཚན་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། འགྲོ་བ་མི་གི་སྤྱི་ཚོགས་ཀྱི་པར་ཡོང་གི་ཕུ་རེམ་གི་ནོར་ལོག་ལ་འགྲོ་བ་མི་གི་ཁྲིམས་ལུགས་ལབ་སྟེ་དར་བའི་སྐབས་ལ་དང་པོ་ནས་དམངས་ཚོགས་ཀྱི་ཁྲིམས་ལུགས་དར་བ་ཆགས་ཀྱི་ཡོད་མ་རེད། འགྲོ་བ་མི་གི་ཁྲིམས་ལུགས་དར་བའི་གི་ལོ་རྒྱུས་དེ་དང་པོ་དེ་ལ་ནི་གཅིག་སྡུད་ལམ་ལུགས་ཀྱི། གཅིག་བསྡུས་ལམ་ལུགས་ཀྱི་ཁྲིམས་ལུགས་དེ་དར། གཅིག་བསྡུས་ལམ་ལུགས་ཀྱི་ཁྲིམས་ལུགས་ཀྱི་རྗེས་ལ་མང་ཚོགས་ཀྱི་ཁྲིམས་ལུགས་དེ་དར་བ་ཆགས་ཀྱི་ཡོད་རེད། དེ་འདྲ་གི་སྤྱི་ཚོགས་ཀྱི་པར་ཡོང་དེ་ང་ཚོ་གི་སེར་པོ་གྱི་ཤི་བ་ཡིན་ན། དེ་རིང་ང་ཚོ་གི་བཅའ་འགྲེམས་ཀྱི་ངོ་གདོང་དང་བཅའ་འགྲེམས་ལ་འགྲེལ་བཤད་རྒྱག་སྟངས་དེ་དུས་རབས་ཀྱི་རྗེས་ཆོ་ག་ཅིག་དང། ཅིག་ག་རེ་ལབ་དགོས་རེད་ཁྲིམས་ཀྱི་དབང་འབྱོར་མ་ཡིན་པ། གང་ཟག་གི་དབང་འབྱོར་མ་ཡིན་པར་ཕྲན་གྱི་དབང་འབྱོར་ཡིན་ལ་དེ་ག་དོན་ལ་གནས་ཀྱི་ཡོད་མེད་དེ་གསལ་བོ་ཞུ་ཅིག། ཕྱག་གཡས་ཀྱི་རྒྱུ་མཚན་ཡོད་པའི་ཐོག་ནས་ངས་དེ་རིང་སྤྱིར་བཏང་གི་འགྲོ་བ་མི་གི་པར་ཡོང་གི་བར་ནང་ལོགས་ནས། ཁྲིམས་ལུགས་ལ་ག་འདྲའི་ཆེད་ནས་དར་ཡོད་པའི་རྒྱབ་ལྗོངས་སྐོར་ལ་ངས་གནས་ཚུལ་བསྡུས་བསྡུས་ཅིག་ཞུ་བ་ཡིན། འགྲོ་བ་མི་གིས་ད་པར་ཡོང་གི་བར་ནང་ལོགས་ལ་སྐར་བ་ཡ་ཐོག་གི་སྐབས་ལ་མི་ལོ་སྟོང་ཕྲག་དུ་མ་ལ། ཨ་ནི་གཅིག་སྲིད་གཞུང་ཡོད་མ་རེད་ལ་གྲོས་ཚོགས་ཡོད་མ་རེད་དེ་ག་ནང་བཞིན་གཅིག་སྲིད་འཛིན་དང་བདེ་སྲུང་མི་སྣ་ཡོད་མ་རེད་ལ་ཨ་ནི་དུས་ཚོད་དེ་འདྲ་གི་སྐབས་ལ་ཁྲིམས་ལ་བརྩི་དང་མི་བརྩི་གི་ཁྲིམས་ལུགས་ཀྱི་ངང་རྩ་བ་ཉིད་ནས་ཡོད་མ་རེད། དེ་འདྲ་གི་དུས་ཚོད་ལ་གཅིག་ནང་མི་དང་རིགས་རྒྱུད་དེ་ཚོ་ནང་གི་ཨ་ཕ་དང་རུས་རྒྱུད་ཚོ་ཕོང་གི་མགོ་ཁྲིད་ནས་བསྡད་ཀྱི་ཡོད་རེད། དེ་ནི་ག་ལེ་ག་ལེ་རྡོ་ཆེན་གསར་བ་གི་སྐབས་ལ་ཐོག་མར་སྲིད་གཞུང་དར་ཡག་པའི་སྐབས་ལ་ཡིན་པ་ནི་རེད་སྲིད་གཞུང་དར་ཡག་གི་དགོས་པ་རྒྱུ་མཚན་འདྲ་བོ་དེ་ཞིང་ལས་ཡར་རྒྱས་འགྲོ་བའི་གི་ཕི་རིམ་གི་ནང་ལོགས་ལ་ས་ཆ་དང། ནི་ས་ཆ་གི་ཐོན་ཁུངས་དེ་ག་ནང་བཞིན། ལྷག་པར་དུ་ཞིང་ཕྱུགས་འདྲེན་གཏོང་གི་ལྟ་ཞིང་ཕྱུགས་གི་སྐོར་ལ།

གཅིག་སྡུད་ཀྱི་ཁྲིམས་དེ་བྱུང་ཡོད་རེད། དེ་འབྲེལ་གྱི་རྒྱལ་ཨུ་ཀྱི་གཅིག་སྡུད་ཀྱི་ཁྲིམས་ཀྱི་དར་བའི་སྐབས་ལ། ད་རྒྱལ་ཨུའི་དབང་སྒྱུར་ལམ་ལུགས་ཀྱི་དུས་ལ། སྲིད་སྐྱོང་མཁན་དང་ཁྲིམས་བཟོ་མཁན་དང་ཁྲིམས་ལ་འགྲེལ་བཤད་རྒྱག་ཉིན་དང་ཁྲིམས་ལག་ལེན་བསྟར་ཉིན་གསུམ་ཀ་ད་རྒྱལ་ཨུ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་དེང་དུས་ཀྱི་དམངས་ཚོགས་ཀྱི། ལམ་ལུགས་ཀྱི་དམངས་གཙོའི་ཀ་བ་གསུམ། ལ་བས་ཀྱི་འཛིན་སྐྱོང་དང་གྲོས་ཚོགས་དང་དེ་ནས་ཁྲིམས་ཁང་ལ་ཡ་སྟེ་སྐབས་དེ་དུས་ལོགས་སུ་མེད་པ་བྱེད་ཅེས་ནས། དེ་གསུམ་ཀ་རྒྱལ་པོ་མི་གཅིག་གིས་གོང་ལྟར། གཅིག་བསྡུས་ཀྱི་དབང་སྒྱུར་གྱི་འོག་ལ་ད་འཛིན་སྐྱོང་དང་སྟངས་འཛིན་བྱེད་ཀྱི་ཡོད་རེད། ད་ཕྱིས་སུ་ཕྱིས་སུ་རྒྱལ་པོ་དབང་སྒྱུར་ལམ་ལུགས་དེ་འདྲ་ལ་གཅིག་གྲོས་ཚོགས་དང་ཁྲིམས་ཁང་ལ་ཡ་སྟེ། བཙུགས་བ་གི་ལོ་རྒྱུས་ཡོད་རེད་དེ་ཡིན་ན་ལེ་དེ་སོགས་ཡིན་པ་ཡིན་ན་ལེ་ཤོག་ཆེན་པོ་གཅིག་རྒྱལ་བོ་གི་སྟངས་འཛིན་དང་བཀའ་བསྒོ་གི་དབང་འབྱོར་གི་འོག་ལ་ནི་འཛིན་སྐྱོང་བྱེད་ཀྱི་ཡོད་པའི་གི་རིམ་པ་གཅིག་རེད་དེ་ལོ་རྒྱུས་གི་ཕེར་ནང་ལ་ལྷག་པར་དུ་གནའ་བོ་གི་དུས་ལ་རྒྱལ་བོ་གི་དབང་འབྱོར་ལམ་ལུགས་དེ་ལྷ་དབང་ལམ་ལུགས་སམ་ཡང་མིན་ན་ཆོས་སྲིད་ཟུང་འབྲེལ་གི་དབང་འབྱོར་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་གི་སྐབས་ལ་དཀོན་མཆོག་ལ་མཐར་ཐུག་གི་བླ་ན་མེད་པའི་དབང་ཤེས་ཅན་ཡིན་པ་དང། རྒྱལ་བོ་ལ་དཀོན་མཆོག་གི་ཕོ་ཉའམ་དཀོན་མཆོག་གི་སྤྲུལ་བ་དཀོན་མཆོག་གི་སྲས་ཡིན་པ་གི་འགྲེལ་བཤད་རྒྱབ་བྱེད་ནི་དེ་འདྲ་གི་ཡིད་ཆེས་བཅས་དང་འདུ་ཤེས་བཅས་ཀྱི་སྲིད་གཞུང་དེ་ལྷག་སྐྱོང་བའི་སྲིད་གཞུང་གཅིག་ཡིན་པ། དེ་འདྲ་གི་རྒྱུ་མཚན་གི་སྲིད་དབང་རྒྱལ་བོ་གི་སྲིད་དབང་འཛིན་པའི་གི་སྐབས་ལ་ཆོས་དཔོན་དེ་སོགས་དང་ད་རྒྱལ་བོ་ངན་པ་ལག་འབྲེལ་བྱེད་བྱེད་ནི་ཆོས་དཔོན་དེ་སོགས་གི་རྒྱལ་བོ་ལྷ་ལ་སྒྲུབ་ཡ་དང་རྒྱལ་བོ་གི་སྲིད་གཞུང་དབང་སྒྱུར་བྱེད་ཀྱི་ནི་རྒྱལ་པོ་དང་ཆོས་དཔོན་དེ་སོགས་ཀྱི་ཁེ་ཕན་བགོ་བཤའ་རྒྱབ་ཀྱི་ནི་དབང་སྒྱུར་བྱེད་ཀྱི་ཡོད་རེད། དེ་འདྲ་གི་རྒྱལ་པོ་ལམ་ལོག་གི་སྐབས་ལ་ཏང་དག་གིས་ཞུ་བ་ནང་བཞིན་ཁྲིམས་བཟོ་མཁན་ཁྲིམས་འགྲེལ་བཤད་རྒྱག་ཉིན་ཁྲིམས་ལག་བསྟར་བྱེད་ཉིན་དེ་ལྟ་རྒྱལ་པོ་གི་དབང་ཆ་དང་རྒྱལ་པོ་གི་དབང་ཤུགས། ཡིན་པའི་རྒྱུ་མཚན་གྱིས་ལྟ་རྒྱལ་པོ་གི་གྲོས་ཚོགས་ཀྱི་སྐབས་ལ་ཡང་མིན་ན་རྒྱ་འོག་གི་ཏཱ་ལྷན་འཛོམས་དེ་འདྲ་གི་སྐབས་ལ་ཅིག་མཐའ་རྒྱུགས་གལ་ཆེན་པོ་དེ་འདྲ་བྱས་པའི་སྐབས་ལ། རྒྱ་འོག་གི་ཕོ་བྲང་ནང་ལོག་གི་རྒྱ་ཟས་ཚོ་དང་མཐོ་རིམ་སྐུ་དྲག་ཉུང་ཤས་ཅིག་གིས་ད་རྒྱ་འོག་ལ་ཅིག། གྲུ་འདྲི་ཡག་དང་གྲུ་འདོན་ཡག་དང་བསམ་ཚུལ་བཤད་ཡག་གི་དབང་ཆ་ཡོད་རེད་མ་གཏོགས་རྒྱ་འོག་གི་ལམ་ལོག་གི་ནང་ལོག་ལ་མི་མང་ལ་སྲིད་ཏང་གི་འོས་ཤོག་འཕེན་ཡག་དང་མཐའ་རྒྱུགས་བྱེད་ཡག་གི

དེ་འདྲའི་བྱེད་བྱེད་ནི་ལྷ་ཁང་ཁག་དང་རྒྱལ་བོ་མཉམ་འབྲེལ་བྱས་པའི་གི་ཆུ་སྲིད་ཟུང་འབྲེལ་གྱི་གྲིབ་ནག་གི་འོག་ནས་ད་དཀོན་མཆོག་དང་རྒྱལ་བོ་དེ་དཀོན་མཆོག་གི་སྲས་དང་དཀོན་མཆོག་གི་སྤྲུལ་བ་ཡིན་པའི་གི་སྐད་ཆ་གཅིག་བཤད་བྱེད་ནས་ད་རྒྱལ་བོ་དེ་དཀོན་མཆོག་དཀོན་མཆོག་ལ་འབུལ་དགོས་ཡ་དཀོན་མཆོག་ལ་ངོས་འཛིན་དགོས་ཡ་ད་དེ་འདྲའི་གི་རྒྱལ་བོའི་གཅིག་བསྡུས་གི་ཆུ་སྲིད་ཟུང་འབྲེལ་གི་གཉའ་ནོར་དེ་ད་རྒྱལ་བོ་གི་ནོར་འཁྲུལ་དང་རྒྱལ་བོ་གི་གཅིག་བསྡུས་གི་ནག་ཉེས་གཅིག་པུ་མ་ཡིན་པ། འགྲོ་བ་མི་སྤྱི་ཡོངས་ཀྱིས་སོ་སོ་གི་རྣམ་འགྱུར་དེ་ཡར་རྒྱས་མ་བྱས་པའི་ཆེད་ཀྱི་ནི་རྨོངས་དད་ཀྱི་འོག་ལ་ནི་དེ་རྨོངས་དད་ཀྱི་ནང་ཉིད་ཅིག་ཆགས་ཏེ་གར་དེ་སྤྱི་སྟོང་ནས་འགྲོ་བ་མི་གི་དཔར་ཡོངས་ཀྱི་ལོ་རྒྱུས་ཀྱི་ཆ་ཤས་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། དཔེར་ཆ་བཞག་པ་ན་སྤྱི་ལོ་སྔོན་གྱི་ལོ་སུམ་སྟོང་ཉིས་བརྒྱ་ཉིས་བརྒྱ་ཡི་ཡོངས་ཀྱི་སྔོན་ལ་ཨི་ཇིབ་ལ་ཡི་གེ་སྦྱར་སྐབས་དེ་དག་གཅིག་སྒྲིལ་བྱུང་བ་རེད་དེ་བར་དུ་ཨི་ཇིབ་ལ་ཡོད་དེ་ཨི་ཇིབ་ཏུ་དང་མིའི་ལབ་བྱས་ནས་ཨི་ཇིབ་ཏུ་དུམ་བུ་གཉིས་ལ་བསྡད་བཞག་གི་ཡོད་རེད་ད་སྤྱི་ལོའི་སྔོན་གྱི་ལོ་སུམ་སྟོང་ཉིས་བརྒྱ་དུ་བ་ལ་ཨི་ཇིབ་ཏོ་མི་གཉིས་དེ་གཅིག་སྒྲིལ་བྱེད་ཉེན་ཁའི་རྒྱལ་བོ་དེ་ད་ཁོ་རང་གི་མཚན་དེ་གས་དྲན་མ་སོང་སྟེ་གང་ལྟར་ཁོ་རང་དེ་འདྲའི་ཨི་ཇིབ་ཏུ་གཅིག་སྒྲིལ་བྱེད་ཐུབ་པའི་གི་ང་རྒྱལ་དེ་གས་ད་ཁོ་རང་གིས་ང་ཨི་ཇིབ་ཀྱི་རྒྱལ་བོ་གི་གདོང་ནས་མ་འདྲ་བ་ཅིག་ཡིན་པའི་རྒྱུ་མཚན་གས་ངས་ཅིག་ཆ་ལོག་དེ་ཐུན་མོང་མ་ཡིན་པ་ཅིག་གོ་གི་འདུག་ལབ་ཀྱིས་ནི་ཁོ་རང་གིས་དབྱིས་ཇེབ་སྟོད་ཀྱི་ཚོང་བདག་དེ་ལ་ཅོ་པན་དཀར་བོ་དང་ཨེ་ནི་དབྱིས་ཇེབ་སྨད་ཀྱི་ཚོང་བདག་དེ་ལ་ཅོ་པན་དམར་བོ། དེ་འདྲས་ཅིག་གསར་བཟོ་བྱེད་ཀྱིས་ནི་ཅོ་པན་ཉིན་ཚགས་གྱོང་བྱས་ནས་ཨེ་ནི་ཁོ་རང་གིས་བཤད་ཡ་ལ་ཡང་ང་ཕྱེད་ཀ་མི་དང་ཕྱེད་ཀ་ལྷ་ཡིན་ལབ་ཀྱིས་ནི་དེ་འདྲས་བཤད་ཀྱིས་ནི་ཁོ་རང་གིས་ཁོ་རང་དཀོན་མཆོག་ལ་སྒྲོབས། ཨེ་ནི་ཁོ་རང་གིས་ད། གཡས་གཡོན་གྱི་ཆུ་བོང་དེ་སོགས་གཙོ་བོ་བྱེད་ཆོག་གི། ནི་ཁོག་གི་མེང་དེ་ལ་ཡིན་པ་ཡིན་ན་ལས་ཐད་ཀར་ཁོ་རང་གི་མེང་ནི་མང་པོ་བ་བྱེད་ཅེས་ནི་ལྟ། ཧྥེ་རོ་ལ་ཡ་གི་མེང་གི་རྟགས་ཀྱིས་ནི། ནི་བལ་དེ་ཁོ་དཀོན་མཆོག་ཡིན་པ་དཀོན་མཆོག་གི་སྤྲོ་བ་ཡིན་པར་སྒྲོབ་ཅེས་ནི། དབྱིན་ཇིའི་ནང་ལོགས་ལ་ཡིན་པ་ཡིན་ན་ལས་ལྟ་ཁོ་རང་ལ Great House ལབ་ཅེས་ནི། དེ་འདྲས་བྱེད་ཅེས་ནི་ཁོ་རྨོངས་དད་ཀྱི་གང་ལྟར་དཀོན་མཆོག་ལ་བཟོས་ཅེས་ནི། ལྟ་ཁོ་རང་ལ་ཞིང་པ་དེ་སོགས་ཀྱི་འགྲོ་ཡི་ཁྲལ་སྤྲད་དགོས་གི་རེད་ལྟ་ང་ཚོ་ཚང་མར་གྱི་ད་ལྟ་འཛམ་བུ་གླིང་གི་གནའ་བོའི་ལོ་རྒྱུས་བཤད་དུས། ཀྱི་བཟོ་རྩལ་གྱི་ཆ་ནི།

འཛིན་སྐྱོང་གིས་ཞིང་པ་གིས་ད་གོང་ལྟར་འཚོ་རྟེན་གྱི་ཞིང་ཁ་ལ་ཞིང་ཆུ་གཏོང་ཡ་དེ་ཚོ་བཀག་འགོག་བྱེད་ཀྱི་ནི་བསྐྱེད་ཀྱི་ནི་ད་དེ་འདྲ་གི་བཤུ་གཞོག་དང་གཉའ་གནོང་བྱེད་ཀྱི་ཡོད་རེད། ཡིན་པ་ཡིན་ན་ལས་ད་དུང་ཡང་མི་མང་གིས་ནི་ཁོ་རང་རྦད་དེ་རྨོངས་དད་དང་ནི་རྒྱ་འོག་གི་དབང་ཤུགས་འོག་ལ་ནི་ཁོ་དཀོན་མཆོག་ཡིན་པ་སྒྲོབ་ཀྱི་ནི་དཀོན་མཆོག་ཡིན་པ་བརྩི་དཀོན་མཆོག་ཡིན་པ་བརྩི་བ་ཙམ་དུ་མ་ཟིག་ད་ཁོ་རང་ཤི་བའི་རྗེས་ལ་ཡིན་ན་ལས་ད་དུང་ཡང་ཁུལ་རྣམ་བཞིའི་གིས་ད་མི་མང་ལ་གཅིག་མི་མང་དང་རྒྱལ་ཁབ་ལ་ནི་བྱིན་རླབས་དང་གཟིགས་སྐྱོང་སྤྲད་ཀྱི་ཡོད་བ་དེ་འདྲ་གི་ཡིད་ཆེས་བྱེད་ཀྱི་ཡོད་རེད། དེ་འབྲེལ་གྱི་ལྷ་དབང་ལམ་ལུགས་དང་ཆོས་སྲིད་ཟུང་འབྲེལ་གྱི་རྒྱལ་བོ་ལམ་ལུགས་ཀྱི་སྐབས་ལ། ད་རྒྱལ་བོ་གྱི་དབང་ཆ་དེ་བླ་ན་མེད་པའི་དབང་ཆ་ཅིག་ཡིན་པ། ད་དེ་ལབ་དུས་ཙམ་པ་ལ་སྐབས་དེ་དུས་འདྲ་བོ་ཆ་བཞག་བ་ཡིན་ན། ད Divine Right ལགས་ཀྱིས་ད་དབང་ཚད་ཅིག་ལ་ཁོང་ཚོ་གི Drop བྱས་ནས་རྒྱལ་བོ་གྱི་དབང་ཆ་དེ་བླ་ན་མེད་པའི་དབང་ཆ་ལབ་དུས་ཙམ་པ་ལ། ཐད་ཀར་རྒྱལ་བོ་གྱི་དབང་ཆ་དེ་དཀོན་མཆོག་ནས་བྱུང་བ། རྒྱ་འོག་གི་དབང་ཆ་དེ་དཀོན་མཆོག་ནས་བྱུང་བ་ཡིན་པའི་རྒྱུ་མཚན་གྱིས་མི་མང་གི་ས་ནས་རྒྱ་འོག་གི་ཅིག་དེ་འདྲ་གི་ཆོག་མཆན་དང་སྐད་ཆ་འཁྲི་དགོས་ཡ་ཡོད་མ་རེད་ལབ་ཀྱིན་ད་དེ་འདྲ་གི་ལམ་སྲོལ་ཅིག་གི་ཐོག་ནས་ད་འགྲོ་བ་མི་དབང་སྒྱུར་བྱས་ཡོད་རེད། དེ་འདྲ་གི་དབང་སྒྱུར་བྱས་པའི་བརྒྱུད་རིམ་ནང་ལོགས་ལ་ད་སྤྱི་ཚོགས་ལ་དྲག་རིམ་ལ་ཡ་དེ་བྱུང་བ་རེད་བ། དྲག་རིམ་གི་བརྒྱུད་རིམ་ནང་ལོགས་ལ་དྲག་རིམ་དེ་ག་འདྲ་བྱུང་བ་རེད་ལབ་ན་སྔོན་མ་གི་ཆོས་ཕུང་དེ་སོགས་དང་རྒྱ་འོག་དེ་སོགས་ཀྱི་ཆོས་སྲིད་ཟུང་འབྲེལ་བྱེད་ཆེད་ནས་སྤྱི་ཚོགས་ལ་དཔལ་ན་ཆ་བཞག་བ་ཡིན་ན།

ཕོ་ཉ་ཡིན་པ་དཀོན་མཆོག་གིས་ཨེ་ནི་ཐད་ཀར་དབང་ལུང་སྒྱུར་ཉེན་ཡིན་པ། དེ་འབྲེལ་གྱི་རྒྱུ་མཚན་གྱིས་རྒྱ་འོག་གི་ཁྲིམས་དེ་དཀོན་མཆོག་གི་ཁྲིམས་ཡིན་པ། དེ་འབྲེལ་གྱི་དཀོན་མཆོག་གི་བཀའ་ལུང་དང། ཁྲིམས་གི་འབེན་ཁྱི་བྱས་ནས་ད་སྤྱི་ཚོགས་ལ་གཉའ་གནོན་ཤུགས་ཤུགས་བྱས་ཡོད་རེད། དེ་སྤྱིར་བཏང་ནི་འགྲོ་བ་མི་གིས་ད་ཁྲིམས་ལུགས་ཀྱི་ཕྲེམ་གྱི་ནོར་ལོག་ནི་དེའི་ལོ་རྒྱུས་ཀྱི་དུམ་མཚམས་དེ་གལ་ཆེན་པོ་ཞེ་བོ་ཆགས་ཀྱི་ཡོད་རེད། ད་དེ་འབྲེལ་གྱི་རྒྱ་འོག་གི་དབང་སྒྱུར་ལམ་ལུགས་དེ་ལོ་སྟོང་ཕྲག་མང་པོ་ལ་བྱུང་ཡོད་ཀྱི་རྗེས་ལ་ད་རྒྱ་འོག་གི་རྗེས་ལ་རྒྱ་འོག་འདྲ་འོག་གི་གཉའ་གནོན་བྱེད་མཁན་གྱི་སྒེར་གཅོད་ཀྱི་ལམ་ལུགས་གཅིག་བྱུང་བ་དེ་དག་འཇར་མན་གྱི་སྤྱི་ཚོགས་ཚན་རིག་པ་དང་ལྟ་རུ་སྨྲ་བ་སྟབས་བྷི་རི་ཏྲེག་ཨེན་གེལ་སི་ལ་དེ་དང་ཀརལ་མར་ཁེ་སི་གཉིས་ཀས་མ་རྩ་རིང་ལུགས་ལ་ངོ་རྒོལ་བྱེད་ཡག་མ་རྩ་རིང་ལུགས་གཏོར་ཕམ་གཏོང་ཡག་གི་ཆེད་དུ་སྤྱི་ཚོགས་རིང་ལུགས་ལ་ཡག་གི་ད་གོང་ལྟར་ལམ་ལུགས་གསར་བ་ཅིག་སྤེལ་ཡག་གི་ཆེད་དུ་ད་སྤྱི་ལོ་གཅིག་སྟོང་བརྒྱད་བཅུ་བཞི་བཅུ་ཞེ་བརྒྱད་དེའི་དབྱིན་ཡོང་ནས་གོང་ད་ཡོ་རོབ་ནི་འགོ་གཙོ་གྱི་དམར་པོ་གི་ལྟ་གྲུབ་དེ་ཁྱབ་སྤེལ་བྱེད་ཆེད་ནི་རིམ་པ་བཞིན་དུ་ད་ཡོ་རོབ་ནི་ཨེ་ཤེ་ཡ་བར་དུ་ནི་དམར་པོ་གི་ལྟ་གྲུབ་དེ་དུས་ཡུན་གང་འཚམ་ཞིག་གི་རིང་ལ་ཁྱབ་སྤེལ་བྱུང་ཡོད་རེད། ད་དེའི་ནང་ལ་མི་གཅིག་དབང་འཛིན་པ་ནི་སྒེར་གཅོད་པ་མའོ་ཙེ་ཏུང་འདྲ་བོ་དེ་སོགས་ཀྱིས། སོ་སོ་གི་མི་སེར་འབུམ་ཕྲག་མང་པོ་དམར་གསོད་གཏོང་ཉེན་གྱི་ཤི་འཕར་ལ་དམར་བ་ཅིག་ཆགས་ཀྱི་ཡོད་རེད་དེ། ཡིན་ན་ལས་དེ་འདྲའི་གི་སྐབས་ལ་ནི་རྦད་དེ་དམར་ཤོག་གི་སྒེར་གཅོད་པ་དེ་སོགས་ཀྱིས་མའོ་ཙེ་ཏུང་དེ་སོགས་རྦད་དེ་བླ་ན་མེད་པ་ཡིན་པ་རླབས་ཆེན་ཡིན་པ་སྒྲོབ་བྱེད་ནི། མི་མང་གིས་སོ་སོ་གི་ཁྲག་དང་རྔུལ་ཆུ། གཏོང་བྱས་ནས་དཀའ་ལས་བརྒྱབ་བྱས་ནས་ཟ་ཡ་གོན་ཡ་རག་བསྡད་རྒྱུ་དེ་ཚོ་རྦད་དེ་ཚང་མ་རླབས་ཆེན་མའོ་ཙེ་ཏུང་གི་བཀའ་དྲིན་ཡིན་པ་ཁེ་ད་རྦད་དེ་འུད་སྒྲོག་བྱེད་དགོས་ཨ། རྟོག་གླུ་གླེང་དགོས་ཨ་ད་དེ་འདྲ་གི་གནས་སྟངས་བྱུང་ཡོད་རེད་བ་འགྲོ་བ་མིའི་ལོ་རྒྱུས་ཀྱི་ནང་ལ། དེ་འདྲ་གི་རྒྱ་དབུས་ལམ་ལུགས་རྒྱ་དབུས་ལྷ་འོང་ལམ་ལུགས་དང་དམར་ཤོག་གི་གཅིག་བསྡུས་ལམ་ལུགས་གཉིས་ཀ་ལ་ད་ཡོད་ཚད་ལས་རྩ་ཆེ་སྟེ་མི་རྗེས་རགས་པ་ཅིག་ལ་གུས་བཀུར་བྱེད་བྱས་ནས། མི་བྱེད་རགས་པ་དེ་གི་གཉའ་གནོན་དང་དབྱེ་འབྱེད་ཀྱི་དཀའ་སྡུག་དེ་ད་མི་མང་གི་བེད་དུ་ལོ་དུས་རིང་པོ་ཞིག་བར་དུ་མྱོང་དགོས་ཀྱི་གནས་སྟངས་བྱུང་ཡོད་རང་འགྲོ་བ་མི་ཡི་ལོ་རྒྱུས་ཀྱི་ནང་ལོགས་ལ། ཡིན་པ་ཡིན་ནའི་ལས་དམངས་ཚོགས་ཀྱི་ལམ་ལོགས་ཀྱི་ནང་ལོགས་ལ་འགྲོ་བ་མི་ཡི་འགྲོ་བ་མི་བྱེད་རགས་པ་ཅིག་ལ་ཨ་ནེ་བླ་ན་མེད་པ་བརྩེ་ཡ་དེ་བཞག་བྱས་ནས་འགྲོ་བ་མི་ཚང་མ་གཅིག་མཚུངས་དང་འདྲ་མཉམ་ཅིག་ལ་ལྟ་སྟངས་ཀྱི་ཐོག་ནས་དངུལ་ནི་ཚུལ་ལ་ཁ་ཕྱོགས་བྱས་ནས་མང་ཚོགས་ལ་འགན་ཁུར་བ་དང་ཁ་ཕྱོགས་ཀྱི་ཐོག་ནས་ཨ་ནེ་ཚང་མ་ཕྲན་གྱི་འོག་ལ་འགྲོ་དགོས། མ་གཏོགས་གཅིག་ཁྲིམས་ལས་མཐོ་བ་གི་གང་ཟག་ཅིག་སུ་ཡང་མེད་པ་དེ་འདྲའི་གི་ད་ཐམས་ཅད་ཁྲིམས་གི་འོག་ལ་འདྲ་མཉམ་དང་གཅིག་གྱུར་གི་ངོས་འཛིན་བྱེད་དགོས་པ་དང་དེ་འདྲའི་གི་ལག་ལེན་ཅིག་དང་འདུ་ཤེས་ཅིག་བྱུང་དུས་ད་གཞི་ནས་དམངས་གཙོ་ཡང་དག་པ་ལ་དེ་ད་ལོངས་སུ་སྤྱོད་ཐུབ་པའི་གི་གནས་སྟངས་དེ་དེ་འདྲའི་ཆེ་ནས་བྱུང་ཡོང་རོགས་པ། དེའི་ཡུལ་དངོས་ཀྱི་བརྒྱུད་ལམ་གལ་ཆེ་ཤོས་དེ། མང་ཚོགས་ལ་ཆབ་སྲིད་ཀྱི་གོ་རྟོགས་དང་མང་ཚོགས་ལ་དམངས་ཚོགས་ཀྱི་ཤེས་ཡོན་དང་གོ་རྟོགས་དེ་ཚད་ལོངས་ཀྱི་དགོས་པ་དེ་གལ་ཆེན་པོ་ཞིག་ལ་ཆགས་ཀྱི་ཡོད་རོ། དེ་ཡོད་པ་ཡིན་ན་ཨེ་ནི་ཅིག་ག་རེ་ལབ་དགོས་རེད། མི་ཉུང་ཤས་ཅིག་གིས་ཨེ་ནི་ཁ་ཤུགས་དང། མི་ཉུང་ཤས་ཅིག་གིས་དབང་ཤེད་ཀྱི་འོག་ལ་ཨེ་ནི་ཁྲིམས་ལ་འདྲི་ཤེས་ལོག་པ་རྒྱབ་ཀྱི་ནི་ཁྲིམས་ལོག་སྤྱོད་བྱེད་ཡག་གི་གནས་སྟངས་དེ་མི་མང་གི་ཤེས་རྟོགས་ལ་བརྟེན་ཅིག་ནི་མགོ་སྒུར་བྱེད་དགོས་ཀྱི་རིམ་པ་ཅིག་ཆགས་ཀྱི་ཡོད་རོ། ཡོ་རོབ་ཁོ་ལ་ཐོག་མར་དམངས་གཙོ་དར་བའི་སྐབས་ལ། ཨ་ནི་སྔོན་མ་རྒྱལ་རྒྱུད་ཀྱི་ཁེ་ཕན་ཐུབ་མཉན་གྱི་མཐོ་རིམ་སྐུ་དྲག་དེ་ཚོ་གིས་མཐོ་རིམ་སྐུ་དྲག་དང་ཨ་ནི་ཡི་ཤུའི་ལྷ་ཁང་ཁག་གི་ཆོས་ལུགས་མི་སྣ་དེ་ཚོ་གི་ཁེ་དབང་ལ་དམངས་ཚོགས་ཀྱི་དོ་ཕོག་ཡོང་གི་ཡོད་བ་གི་ཞེ་སྣང་ལ་བརྟེན་བྱས་ནས་ཨ་ནི། ད་ག་རེ་ལབ་དགོས་རེད་རྒྱལ་རྒྱུད་ཀྱི་ཁེ་ཕན་ཐུབ་མཁན་གྱི་མཐོ་རིམ་སྐུ་དྲག་དང་ཨ་ནི་ཡི་ཤུའི་ལྷ་ཁང་གི་ཆོས་ལུགས་མི་སྣ་དེ་ཚོ་གིས། ཨ་ནི། ལྷག་དབང་ལམ་ལུགས་དང་རྒྱལ་ཁབ་ཀྱི་ཁྲིམས་ཁ་ལ་འཁེལ་ཆེད་ནས་དམངས་ཚོགས་ལ་འགོག་སྣང་བྱས་ཡོད་རེད་བ། དེ་འདྲའི་བྱས་པའི་རྒྱུ་མཚན་གྱིས་དམངས་ཚོགས་ཀྱི་ལོ་རྒྱུས་ཀྱི་ནོར་ལག་ལ་དམངས་གཙོ་ལམ་ལུགས་ཀྱི་གདོང་ལེན་བྱེད་དགོས་ས་དེ་མི་གཅིག་དབང་འཛིན་གྱི་རྒྱ་འོག་གི་ལམ་ལུགས་དང་རྨོངས་དད་དང་དག་སྣང་གིས་ཡར་བསྐྲུན་བཞག་རྒྱུ་གྱི་ལྷག་དབང་ལམ་ལུགས་དེ་ཆགས་ཀྱི་ཡོད་རེད་བ། དེ་འབྲེལ་གྱི་མཐོ་རིམ་སྐུ་དྲག་དང་ལྷ་འོང་ལམ་ལོག་གི་མི་བྱེ་བྲག་པའམ་ཡང་མིན་ན་ཕྱི་ལོག་བྱེ་བྲག་པ་དེ་སོགས་ལ་ད་དམིགས་བསལ་བཟོ་ཡ་དེ་དམངས་གཙོ་ཡང་དག་པ་ཆགས་མི་ཐུབ་ཡག་གི་གནས་སྟངས་དང་དེ་ནི་ཆོས་སྲིད་ཟུང་འབྲེལ་གྱི་ད་བརྒྱུད་རིམ་གྱི་ངོ་བོ་འདྲ་བོ་དེ་ཆགས་ཀྱི་ཡོད་རེད་བ། དེ་རིམ་པ་གཅིག་རེད་བ། དེ་ནས་ད་ལྟ་བར་དུ་སྤྱི་སྟོང་ནས་འགྲོ་བ་མིའི་ཆབ་སྲིད་ཀྱི་པར་ཡོང་ནང་ལོགས་ནས་ཆབ་སྲིད་ཀྱི་ལམ་ལུགས་ཡག་ཤོས་དེ་དམངས་གཙོ་ཡིན་ལབ་དགོས་ཡ་གི་རྒྱུ་མཚན་ཁོ་རང་རྒྱལ་བོ་དང་ལྷ་དབང་ལབ་ལོག་གི་ཨ་ནི་གཅིག་གཉའ་གནོང་ལས་ཕར་བརྒལ་བྱས་ནས་དེ་ལས་ཐར་བྱས་ནས་འགྲོ་བ་མི་སྒེར་རེ་རེ་ལ་ཨ་ནི་རང་དབང་གི་གདམ་ག་ཡོད་བ། འགྲོ་བ་མི་རེ་རེ་ལ་རང་རང་གི་གདམ་ག་ཡོད་པའི་ཐོག་ནས་སོ་སོའི་རྣམ་འགྱུར་དེ་ཡང་དག་པ་ཅིག་བེད་སྤྱོད་གཏོང་བྱས་ནས། རྒྱལ་ཁབ་དེ་ཕྱི་གསལ་ནང་གསལ་དང་གྲོང་སྡེའི་སྐུལ་སྙོང་གི་དང་ཁྲིམས་ལོག་གི་སྐྱོང་དགོས་པ་དེ་ད་དམངས་ཚོགས་ཀྱི་ཁྱད་ཆོས་གཙོ་བོ་ལབ་ན་འདྲ་དམངས་ཚོགས་ཀྱི་དགོས་པ་རྒྱུ་མཚན་དེ་ཆགས་ཀྱི་ཡོད་རེད། རྒྱལ་པོའི་ལམ་ལུགས་ནི་དམངས་ཚོགས་ལ་འགྲོ་ཕྱོགས་ཡིན་ན་འདྲ་དམངས་ཚོགས་ནི་དམར་ཤོག་ནི་དམངས་ཚོགས་ལ་འགྲོ་ཕྱོགས་ཡིན་པ་ཡིན་ན་འདྲ་དམངས་ཚོགས་ཀྱི་དགེ་མཚན་ཆེ་ཤོས་དེ་ཁྲིམས་ལོག་སྟངས་འཛིན་དེ་འདྲ་མཉམ་དགོས་ཡ། རང་དབང་དགོས་ཡ་ཕྱི་སེལ་ནང་སེལ་དགོས་ཡ་དེ་རེད་ད། དེ་ཡོད་ཡིན་ན་དམངས་གཙོ་དེ་ལག་ལེན་ཁིག་ཐུབ་ཡ་གཅིག་དང་དེ་མེད་པ་ཡིན་ན་དམངས་གཙོ་དེ་ལག་ལེན་ཁིག་ཐུབ་ཡ་མི་ཆོག་གི་གནད་དོན་གཅིག་ད་ལྟ་དམངས་གཙོ་གི་ལོ་རྒྱུས་ཀྱི་ནང་ལ་ནི་ར་འཕྲོད་ཡ་གཅིག་རེད་བ། རྒྱལ་པོའི་ལམ་ལུགས་དང་དམར་ཤོག་གཉིས་ཀ་ལ་ད་གང་ཟག་བྱེ་བྲག་བར་གྱི་སྒེར་གཅོག་གི་དབང་ཤུགས་བེད་སྤྱོད་གཏོང་ཡ་གི་ཉེན་ཁ་ཡོད་བ་ཙམ་དུ་མ་ཟད་ཉེན་ཁ་ཡོང་སྟངས་དེ་ཡང

དེ་འདྲའི་ཆགས་ཀྱི་ཡོད་པའི་རྒྱུ་མཚན་གྱིས་ནི་དམངས་གཙོ་དེ་དགེ་མཚན་ལྡན་པ་རེད་ལབ་དགོས་ཀྱི་རྒྱུ་མཚན་འདྲ་བོ་དེ་དམངས་གཙོ་གི་བརྒྱུད་རིམ་གྱི་ནང་ལོགས་ནས་རང་དབང་དང་འདྲ་མཉམ་ཕྱི་གསལ་ནང་གསལ་གྱི་ཁྲིམས་ལུགས་གཏན་འབེབས་དང་ཁྲིམས་ལུགས་སྟངས་འཛིན་ཁྲིམས་ལུགས་སྲུང་སྐྱོབ་ཁྲིམས་ལུགས་ལག་བསྟར་དེ་ཡོང་གི་ཡོད་པའི་རྒྱུ་མཚན་གྱིས་ནི་དམངས་གཙོ་དེ་ལ་དགའ་མི་དགོས་ཡ་ཆགས་ཀྱི་ཡོད་རེད། རྒྱ་བོད་ལམ་ལོག་གི་སྐབས་ལ་ཁྲིམས་ལོག་བཟོ་མཁན་རྒྱ་བོ་རེད་ཁྲིམས་ལོག་ལ་འགྲེལ་བཤད་རྒྱག་ཉེན་ཡང་རྒྱ་བོ་རེད་ཁྲིམས་ལོག་དེ་ཐ་མ་ལག་ལེན་བསྟར་ཉེན་དེ་ཡང་རྒྱ་བོ་གི་ཨ་གྲོགས་ཚོ་ལ་བཀའ་གཏོང་བྱེད་ནི་རྒྱ་བོ་གི་ཤོག་ཁག་དང་རྒྱ་བོའི་ཨ་གྲོགས་ཚོ་གི་བྱེད་ཀྱི་ཡོད་རེད་ད་དེ་ལ་ཁྲིམས་གི་དབང་འབྱོར་མ་ཡིན་པ་གང་ཟག་གི་དབང་འབྱོར་ལབ་ཀྱི་ཡོད་རེད་ང་ཚོ་གི་གང་ཟག་གི་དབང་འབྱོར་མིན་ཁྲིམས་གི་དབང་འབྱོར་ཡིན་དམངས་གཙོ་ཡང་དག་པ་ཡོད་ལབ་ཀྱི་ནི་ད་མི་ལོ་བཅུ་ཕྲག་ཁ་ཤས་འགྲོ་ཚར་བ་རེད། ད་དེ་འདྲའི་མི་ལོ་བཅུ་ཕྲག་ཁ་ཤས་འགྲོ་ཚར་བ་དེ་སོ་སོ་འདྲ་བོ་ཅིག་ནས་ད་ལྟ་བར་དུ་ང་ཚོ་བཙན་བྱོལ་བོད་མིའི་གི་དམངས་ཚོགས་ལ་ཨེ་ནི་ཅིག་དགའ་སྤོབས་ཡིད་ཆེའི་གུས་བཀུར་ཚིག་མཐོན་པོ་བྱས་ཏེ་ཉན་གི་གང་ཟག་ཅིག་ཡིན། ད་ཁ་སང་དེ་རིང་ཨེ་ནི། ཟམ་གདོང་རིན་པོ་ཆེ་གིས་འགྲེལ་བཤད་བརྒྱ་བ་དང་དེ་དང་འབྲེལ་བའི་ཐོག་ནས་སྤྱི་འཐུས་ཚོགས་གཙོ་གི་དགོངས་པ་ཞུ་སྟངས་དེ་ཚོ་ལ་བལྟས་པ་ཡིན་ན་ད་ང་ཚོ་དངོས་གནས་ཁྲིམས་ཀྱི་དབང་སྒྱུར་མ་ཡིན་པ་གང་ཟག་གི་དབང་སྒྱུར་ཡིན་པ་གིས་ད་དོགས་པ་ཅིག་མ་བྱེད་ཀ་མེད་ཆགས་ཀྱི་གནས་སྟངས་ཆགས་ཀྱི་འདུག་བ། དཔེ་ཆ་བཞག་པ་ཡིན་ན་ད་ཉེ་བའི་ཆ་ལ་གྲོས་ཚོགས་ནང་ལོགས་ལ་ཁྲིམས་བཞེས་པ་འཕོ་འགྱུར་གཏོང་ཡག་གི་སྐོར་ནས་བཤད་པ་ཡིན་ན་སྤྱི་འཐུས་ཚོགས་གཙོ་པད་མ་འབྱུང་གནས་ལགས་ཞུ་ཡག་དེ། ད་ད་ལྟ་བར་དུ་གངས་ཅན་སྐྱིད་ཤོད་ཙམ་མ་ཡིན་པ་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་ད་བཙན་བྱོལ་བོད་མི་སྐྱ་འགྲེམས་ཀྱི་སྐོར་ལ་ཤེས་རྟོགས་ཆེ་ཤོས་ཉམས་མྱོང་ཆེ་ཤོས་དེ་ཡིན་ཟེར་ལབ་ཀྱི་ཡོད་རེད། དེ་ལ་ཡ་དེ་ཡང་ཁོ་རང་གྲོས་ཚོགས་འཐུས་མི་རྙིང་པ་ཅིག་ཡིན་པ། སྤྱི་འཐུས་ཚོགས་གཙོ་འཐུས་མ་མང་པོ་གནང་མྱོང་མྱོང་ཅིག་ཡིན་པ་ཙམ་དུ་མ་ཟད། བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་དང། ད་ཚོགས་པ་སྡེ་ཁག་མང་པོ་ཅིག་ལ་གང་ལྟར་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་སྐོར་ལ་ཟབ་ཁྲིད་གནང་མྱོང་བ་སློབ་ཁྲིད་གནང་མྱོང་བ། དེ་འབྲེལ་གྱི་ལས་རིམ་གྱི་ནང་ལོགས་ལ་དེ་འབྲེལ་ཞུ་མཁན་གྱི་དེ་འབྲེལ་ཞུ་སྦྱོང་དང། དོ་བདག་ཁོ་རང་ཕེབས་ངེས་ཡིན་པ་ནི་ལ་ཕེབས་རྐྱང་བྱེད་ཆེད་ནས། ད་ད་ལྟ་བར་དུ་བཙན་བྱོལ་སྤྱི་ཚོགས་ལ་དམངས་ཚོགས་ཀྱི་ཟབ་ཁྲིད་གནང་ཉིན་སློབ་ཁྲིད་གནང་ཉིན་གྱི་ཆ་དེ་དགོས་རོགས། ད་ཁ་སང་ཁྲིམས་ཞིབ་པ་རྣམ་པ་ཕྱིར་འབུད་བྱེད་ཡག་གི་གནས་སྟངས་དེ་ཐག་གཅོད་བྱེད་པའི་སྐབས་ལ་ཡིན་པ་ཡིན་ན་ལས་རིམ་གཙོ་སྐྱོང་དང་འགྲེལ་བཤད་གནང་བའི་སྐབས་ལ། ཁྲིམས་མཐུན་ལུགས་མཐུན་ཡིན་པ་གདེང་འབབ་ཆེན་པོ་གི་ཐོག་ནས་པད་མ་འབྱུང་གནས་ལགས་ཀྱིས་འགྲེལ་བཤད་གནང་ཡོད་རེད་ཐག་གཅོད་བྱས་ཡོད་རེད། ཡིན་པ་ཡིན་ན་ལས་ཐག་གཅོད་དེ་བྱས་བྱས་ནས་ཟླ་བ་གཅིག་འགྲོ་གི་ཡོད་མ་རེད་དེ་འདྲའི་གི་བརྒྱུད་རན་ནོར་ལོག་ལ་ད་ཁ་སོ་ཟམ་མདོ་རིན་པོ་ཆེ་གི་འདྲི་གཞི་གཅིག་ལ་བརྟེན་བྱས་ནས་དེ་རིང་སྤྱི་འཐུས་ཚོགས་གཙོ་དགོངས་པ་ཞུ་བར་ད། དགོངས་པ་ཞུ་བ་ཙམ་དུ་མ་ཟད་ཨེ་ནི་པད་མ་འཇུག་གནས་ལགས་ཀྱི་གསར་འགོད་པ་ལ་ག་རེ་འདྲི་གཞི་བྱུང་ཡོད་རེད་ཟེར་ན་ཟམ་མདོ་རིན་པོ་ཆེ་ལ་བཅར་འདྲི་ཞུས་པ་དེའི་ཐོག་ནས་ཨེ་ནི་ཁོ་རང་ལ་འགན་གཡོལ་ཐབས་མེད་པ་ཅིག་ཆགས་ཀྱི་ཡོད་པའི་རྒྱུ་མཚན་གྱིས་ཨེ་ང་དགོངས་པ་ཞུ་ཡིན་ཟེར་ལབ་ཡོད་རེད། བརྒྱུད་རིམ་དེ་དང་འགྲེལ་བཤད་དེ་ནི་ད་གནས་སྟོང་སྟེ་ཕྲན་གྱི་དབང་འབྱོར་མ་ཡིན་པ། གང་ཟག་གི་དབང་འབྱོར་གྱི་འོག་ལ་འགྲོ་གི་ཡོད་བ་ཁེ་དོགས་པ་ཅིག་མ་བགྱིད་ཀ་མི་ཆག་གི་གནས་སྟོང་ཆགས་ཀྱི་ཡོད་རེད། དེ་འབྲེལ་གྱི་དགོངས་པ་ཞུ་སྟོང་དེ་སྤྱི་འཐུས་ཚོགས་གཙོ་གི་དགོངས་པ་ཞུ་སྟོང་དེ། སོ་སོ་གི་ལས་འགན་མཇུག་སྐྱོང་མ་བགྱིད་བའི་ནོར་འཁྲུལ་ཅིག་རེད་མ་གཏོགས་དེ་ཡ་རབས་བཟོ་འཇུག་ཅིག་རྩ་བ་ཉིད་ནས་མཐོང་གི་མི་འདུག། བྱེད་སྟངས་དེ་ཚོའི་གྲས་དེ་ང་ཚོ་གི་དམངས་ཚོགས་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡིན་ཡ་རབས་བཟང་རྒྱུ་ཡིན་ལབ་ཀྱི་ནི་ཁྱེད་ཀྱིས་ན་ད་སང་ཉིན་ནང་ཉིན་རེ་ཞིག་ལྗང་མདོག་ཁ་བོ་རེད། ཡིན་ན་ལེ་ང་འདྲ་བོ་གཅིག་ནི་དེ་ལ་ངོས་ལེན་ཞུ་ཐུབ་གི་མི་འདུག། དེ་འདྲའི་གལ་སྲིད་ཟམ་གདོང་རིན་པོ་ཆེ་གི་ནོར་ཝེ་གློག་འཕྲིན་སྐོར་ལ་འབྲི་གཞི་མ་གནང་བར་དུ་ནི་པད་མ་འཇུག་གནས་ལགས་ཀྱི་ཁྲིམས་ལུགས་ཧ་མ་གོ་བ་ཡིན་ན། ད་བར་དུ་ཁོ་རང་གི་སྡེ་ཁག་མང་པོ་ལ་ཁྲིམས་ལུགས་ཀྱི་ཟབ་ཁྲིད་གནང་ཡ་དང། ལོ་མང་པོ་ལ་གྲོས་ཚོགས་སྟངས་འཛིན་གནང་ཡ་དེ་ཚོ་ནི་ཁྲིམས་ལུགས་དང་མཐུན་པ་དང། སྤྱི་ཚོགས་ལ་འགན་འཁུར་བ་ཅིག་ཆགས་ཡོད་རེད་དམ་མ་རེད། དེ་དྲི་བ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། དྲི་བ་དེ་མ་འདྲི་ཀ་མེད་ཆགས་ཀྱི་ཡོད་རེད། འདི་འདྲའི་བྱས་རྗེས་ནི་གང་ཟག་བྱེ་བྲག་པ་གི་འདྲི་རྒྱུ་དང་དབང་ཤོག་གི་འོག་ནས་ནིང་ཚོགས་ཀྱི་འགན་ཡོད་ཉེན་དེ་ཚོ་གི་ཐག་གཅོད་ལས་ཕྱི་བཤོལ་བྱེད་ཡག། ལས་གནས་དང་འགན་འཁྲི་ལས་སྐྱོན་བརྗོད་བྱས་པ་ཡིན་ན། སྟབས་བདེའི་གང་ཟག་བྱེ་བྲག་པ་ལ་ངོ་སྲུང་དང་འགན་འཁུར་དང་བརྩི་སྲུང་བྱེད་པ་ཆགས་ཀྱི་ཡོད་ཀྱི་རེད་མ་གཏོགས་ཁྲིམས་ལུགས་ལ་འགན་འཁུར་བ་གཅིག་དང་སྤྱི་ཚོགས་ལ་འགན་འཁུར་བ་གཅིག་རྩ་བ་ཉིད་ནས་ཆགས་ཀྱི་མི་འདུག་ངས་དེ་ཤོད་ཡ་ཡིན། མ་གཞི་ནས་བཅའ་ཁྲིམས་དང་རྩ་ཁྲིམས་ལ་དེ་རྒྱལ་ཁབ་ཐད་ཀྱི་གྲོང་སྡེ་དང་ཀུན་སྙོམས་ཕྱི་སྲིད་ནང་སྲིད་ཡོང་དང་མི་ཡོང་གི་ད་རྩ་འཛིན་ཁྲིམས་ཡིག་ལབ་དགོས་འདི་འདྲ་མ་ཁྲིམས་དེ་ཆགས་ཀྱི་ཡོད་རེད་བ། དེ་འདྲའི་གི་ཁྲིམས་དེ་མི་ཚང་མ་གིས་ཧ་གོ་ཐུབ་ཡ་གི་ཁ་གསལ་པོ་གཅིག་དང་གོ་རིམ། མ་འཕྲོག་བ་ཞིག་དགོས་བ་དེ་སྐད་ཆེན་པོ་ཞུ་ཆགས་ཡོད་རེད་བ། ད་ཡིན་ན་ལ་ང་ཚོ་གི་བཅའ་ཁྲིམས་དེ་ད་ལྟ་འདི་འདྲས་ཀྱིས་ད་ཁ་ཚོན་འཁྲུད་སོགས་ཀྱི་ཐག་གཅོད་བྱེད་སྟངས་དེ་རིང་ཟམ་གདོང་རིན་པོ་ཆེ་གི་འགྲེལ་བཤད་རྒྱག་སྟངས་འགྲེལ་བཤད་དེ་གི་རྗེས་ལ་སྤྱི་མཐུན་ཚོགས་གཙོ་དེ་སོགས་ཀྱི་དགོངས་པ་ཞུ་སྟངས་ད་དེ་སོགས་མང་པོ་ལ་བལྟ་ཡོང་བའི་སྐབས་ལ་ང་ཚོ་གི་བཅའ་ཁྲིམས་དེ་ནང་དོན་ཁ་གསལ་པོ་ཅིག་མེད་བ་གོ་རིམ་འགྲིག་པོ་ཅིག་མེད་བ། དེ་འདྲས་མེད་པའི་ཐོག་ནས་དབང་ཤེད་ཅན་དང་ཁ་ཤོག་ཅན་དེ་སོགས་ཀྱི་འགྲེལ་བཤད་རྒྱབ་ཆོག་ཆོག་ཅིག་དང་དེའི་འགྲེལ་བཤད་གི་འོག་ལ་ད་འགྲོ་ཡག་གི་ཉིན་ག

དེ་འབྲེལ་གྱི་ཁྲིམས་ལུགས་དེ་གའི་འོག་ལ་གྲོང་བརྡལ་གྱི་ཡུང་ཡང་གི་ཡིད་ཆེས་ཅིག་རྙེད་ཐུབ་ཀྱི་རེད་དམ་མ་རེད་དེ་ཚོ་ཚང་མ་དྲི་བ་བྱ་དགོས་རེད། ང་ཚོ་འགྲོ་བ་མི་དེར་བ། ང་ཚོ་གཅིག་སེམས་ཅན་དུད་འགྲོ་ནང་བཞིན་གཅིག་གི་མནའ་དབུགས་ལ་ཨི་ཀོང་ཕེབས་བྱས་ནས་དེ་ལས་ཐག་པ་གཅིག་གི་ག་བ་འཐེན་ལྷན་གྱི་མར་བ་ང་ཚོ་འགྲོ་བ་མི་གཅིག་ཡིན་པའི་རྒྱུ་མཚན་གྱིས་ང་ཚོ་ལ། སོ་སོ་གི་རྣམ་འགྱུར་གྱིས་ཡོད་རེད་རྣམ་འགྱུར་དེ་བེད་སྤྱོད་གཏོང་གྱིས་ནི། ཤར་ལ་འགྲོ་དགོས་འདུག་ནུབ་ལ་འགྲོ་དགོས་འདུག་དེ་ང་ཚོ་གི་བརྟག་དཔྱད་བྱེད་ཡ་ཕྱིར་བ། ང་རང་ལ་དེ་རིང་ཚོར་བ་ཆེ་ཤོས་དེ་ག་རེ་བྱུང་སོང་ལབ་ན། ཉེ་བའི་ཆ་ལ་གྲོས་ཚོགས་ཀྱི་ཁྲིམས་ཞིབ་པ་རྣམ་པ་འཕོ་འགྱུར་གཏོང་ཡ་དེ། ཁྲིམས་མཐུན་ཆགས་ཡོད་རེད་དེ་ཡོད་མ་རེད་ངས་དེའི་སྐོར་ལ་གས་ཞུ་གི་མེད་དེ་རིང། གལ་སྲིད་དེ་དེ་དོན་ཁྲིམས་མཐུན་ཆགས་མེད་པ་ཡིན་ན། དེ་གྲོས་ཚོགས་ཀྱི་འཐུས་མི་རྣམ་པ་ཚོ་གས་ནི་ཁྲིམས་ཀྱི་ནག་ཉེས་དང་དམངས་གཙོ་ལ་ཉེན་ཁ་ཆགས་ཀྱི་ཡོད་པ་ཙམ་དུ་མ་ཟད། དེ་རིང་གང་ཟག་བྱེ་བྲག་པ་གིས་ཁྲིམས་ཀྱི་ནང་དོན་ལ་འགྲེལ་བཤད་རྒྱབ་ཡིག་གི་ཤུགས་རྐྱེན་གྱི་འོག་ལ་གནོན་ཤུགས་ཀྱི་འོག་ལ་སྤྱི་མཐུན་ཚོགས་གཙོ་དགོངས་པ་ཞུ་ཡ་དེ། ཁྲིམས་ཀྱི་དབང་སྒྱུར་ལ་གང་ཟག་གི་དབང་སྒྱུར་བྱེད་ཕྱོགས་ཀྱི་ཉེན་ཁ་ཅིག་ཆགས་ཀྱི་འདུག་དེ་དམངས་གཙོ་ལ་དངོས་གནས་ཀྱི་གོ་ཆ་ཆེན་པོ་ཅིག་ཆགས་ཀྱི་འདུག་དྲན་གྱི་འདུག་ངས་དེ། འདི་འདྲའི་བྱས་ནས་སོང་བ་ཡིན་ན་མ་འོངས་པ་ང་ཚོ་གི་ཁྲིམས་ཀྱི་དབང་སྒྱུར་དེ་ག་འདྲ་བྱས་ནས་འགྲོ་ཐུབ་ཀྱི་རེད། ཁྲིམས་ལག་ལེན་བསྟར་བྱས་ནས་འགན་འཁྱིས་ནས་ཐག་གཅོད་བྱེད་ཕྱོགས་དེ་ཁ་ཤོག་ཚིག་ཤོག་གི་བར་ལ་དབང་ཤེད་ཅན་གྱིས་འགྱུར་བ་གཏོང་བྱས་ནས་འགན་འཁྱིས་ཉིན་གྱི་ལས་ཀ་འགན་འཁྱིས་མ་ཐོབ་པ་བྱས་བྱས་ནས་ལས་ཀ་གཡོག་བྱས་ནས་བྲོས་འགྲོ་དགོས་ཡག་གི་གནས་སྟངས་ཆགས་པ་ཡིན་ན། ང་ཚོ་གི་དམངས་གཙོ་དེ་ག་འདྲ་བྱས་ནས་འགྲོ་ཐུབ་ཀྱི་རེད། དེ་ང་ཚོ་གི་ད་བསམ་བློ་གཏོང་དགོས་པ་ཆེ་ཤོས་ཆགས་སོང་དྲན་གྱི་ཡོད་རེད། འདི་འདྲའི་བྱེད་སྟངས་གནང་སྟངས་དེ་ཚོ་འདྲེ་ཤེས་རྒྱག་ཉན་གྱི་འདྲེ་ཤེས་རྒྱག་སྟངས་དང། དེའི་རྗེས་ལ་དགོངས་པ་ཞུ་ཉན་གྱི་དགོངས་པ་ཞུ་སྟངས་དེ་ཚོ་ད་གང་ཟག་གི་དབང་སྒྱུར་མ་ཡིན་པ་ཕྲན་གྱི་དབང་སྒྱུར་ཡིན་ལབ་དེ་ཉིན་དེ་ཚོ་གིས་དོན་དག་གི་ཐོག་ནས་ནི་གང་ཟག་གི་དབང་སྒྱུར་བྱེད་ཀྱི་ཡོད། གོང་གསལ་གྱི་དབང་སྒྱུར་བྱེད་ཀྱི་ཡོད་པ་མ་ཟད་ནི་བོད་ཀྱི་དམངས་ཚོགས་ལ་ནག་ཐིག་ཕབ་དགོས་ཡོད། བོད་མི་དམངས་ལ་ཁྱད་གསོད་བྱ་གི་འདུག་དྲན་གི་འདུག་ངས་འདི་ཚོ། ཁོང་ཚོ་གིས་འདི་འདྲའི་བྱས་ནས་ལོ་མང་པོ་ལ་བོད་ཀྱི་འཐབ་རྩོད་དང་བོད་མི་དམངས་ལ་མགོ་སྐོར་ཐུབ་ཚོད་གཏོང་སོང། དེའི་རྒྱུ་མཚན་གྱིས་ད་སྐད་ཆ་མ་བཤད་ཀ་མེད་ཆགས་ཀྱི་འདུག། མི་དམངས་ལ་འགན་ཡོད་རེད་གསུང་གི་འདུག་མི་དམངས་ལ་འགན་ཡོད་རེད་གསུང་གི་འདུག་ངས་དེ་རིང་སྐད་ཆ་བཤད་ཡ་དེ་མི་དམངས་ཀྱིས་མི་ཆ་ནས་འགན་འཁྱེར་ནས་ཞུ་གི་ཡོད། སྤྱིར་བཏང་ནི་ད་ལྟ་གི་འདི་འདྲིལ་གྱི་གླེང་ཕྱོགས་བཟོ་བདེ་ཡག་གི་དམིགས་འབེན་གཙོ་བོ་དེ་ཁྲིམས་ལུགས་སྲུང་སྐྱོབ་བྱེད་ཡག་མ་རེད། ཐག་བཅད་ནས་ལབ་ཐུབ་དགོས་ཐལ། འདི་འདྲིལ་གྱི་འཁྲབ་སྟོང་བྱེད་ཡག་དེ་འོས་བསྡུ་སླེབས་ཡག་ལ་ཉི་མ་ཁ་ཤས་ཀྱི་མ་གཏོགས་མེད་པའི་སྐབས་ལ་འདི་འདྲིལ་གྱི་འཁྲབ་སྟོང་བྱེད་ཡག་དེ། ཆབ་སྲིད་ཚོར་བོ་ཅི་བརྩི་ཡག་གི་འཁྲབ་སྟོང་ཅིག་རེད་འདི། འདིར་ཡ་རབས་བཟོ་འཇུག་ཁ་ནས་བཤད་བཤད་ཡ་རབས་བཟོ་འཇུག་ལ་དམའ་འབེབས་བྱེད་པ་ཆགས་ཀྱི་ཡོད་ད། བཅའ་ཁྲིམས་ཁ་ནས་བཤད་བཤད་བཅའ་ཁྲིམས་རྩེ་མོ་བརྩིགས་པ་ཆགས་ཀྱི་ཡོད་ད། དེ་འདྲའི་ཡིན་པའི་རྒྱུ་མཚན་གྱིས། རྒྱ་ཆེའི་མི་མང་གིས། ཁོང་ཚོ་གི་ཁ་ཤུགས་ཚིག་ཤུགས་དང། དབང་བསྒྱུར་གྱི་འོག་ལ་མ་ཕྱིན་བ་བྱེད་ཀྱི། མི་རེ་རེ་གྱི་སང་ཉིན་སྲིད་སྐྱོང་ལ་འོས་འཕེན་གི་ཡོད་ན་འདྲ། སྤྱི་འཐུས་ལ་འོས་འཕེན་གི་ཡོད་ན་འདྲ། སྔར་ལས་ལྷག་བསམ་རྣམ་རིག་དྲུང་པོ་དང་བློ་རྩ་བརྟན་པོ་གྱི་ཐོག་ནས། དང་པོ་སོ་སོའི་ཐག་གཅོད་ག་རེ་ཡིན་པ་དེའི་འོག་ལ་འགྲོ་ཐུབ་དགོས་པ་དེ་གལ་ཆེན་པོ་ཞིག་རེད། སོ་སོའི་དབང་བསྒྱུར་གྱི་འོག་ལ་སོ་སོ་གྱི་འོས་བསྡུའི་ལས་རིམ་འགྲོ་དགོས་ཡ། ད་ལྟ་འདི་འདྲ་བྱས་བསྡད་ཡ་དེ་སོགས་ཚང་མ་ངས་ག་རེ་མཐོང་གི་འདུག་ལབ་པ་ཡིན་ན། དེ་འདྲ་བྱས་བསྡད་ཉིན་དེ་སོགས་ཀྱི་ཁོ་རང་ཚོ་གི། ཨེ་ནི། མཛུབ་མོ་གར་སྟེང་ཤར་གྱི་འོག་ལ་མི་འགྲོ་བསྡད་ཉིན། ཁོ་རང་ཚོ་ལ་མ་བསྒོ་ཡག་གི་མི་དེ་ཚོ་སྤྱི་འཐུས་དེ་སྲིད་སྐྱོང་ལ་སླེབས་མ་ཐོབ་ཡག་བཟོ་ཡག་མང་ཚོགས་ལ་གོང་ལྟར་དེ་འདྲི་གི་ད་བློ་ཁ་འགྱུར་ཡག་གི་ཆེད་དུ་ད་འདི་འདྲི་གི་ལས་རིམ་དེ་སྤེལ་གི་འདུག་དྲན་གི་འདུག་ངས་འདི་འོས་བསྡུ་ལས་ཡོངས་ཀྱི་སྟངས་འཛིན་གནང་གི་ཡོད་ན་འདི་སུས་ཀྱི་ལ་སྟངས་འཛིན་གནང་དགོས་གི་རེད་དྲན་གི་འདུག། ད་དེ་ནས་བཤད་ཀྱི་ཡོད་བ་ག་ཚོད་དེ་རིང། ཁྲིམས་བཤད་པ་རྣམ་པ་གསུམ་འཕོ་འགྱུར་གཏོང་བ་དེ་གི་བལ་ཏེ་སྤྱན་འདྲེན་འབུ་ལུག་བ་དང་གཞུང་འབུ་ལུག་བ་དང་ད་དེ་འདྲ་གི་བཀའ་མོར་གསུང་གི་ཡོད་བ། ཨ་ནི་སང་ཉིན་བལ་ཏེ་འོས་བསྡུ་ཚར་བའི་རྗེས་ལ་ཡིན་ནའི་དམ་བཅའ་བཞག་ས་མ་རག་བ་ཡག་གི་ཉིན་འགའ་ཡོང་གི་རེད་གསུང་གི་ཡོད་བ། ཡིན་ནའང་འོས་བསྡུ་གྲོལ་ཚར་བའི་རྗེས་ལ་ཁྲིམས་བཞེས་པ་བསྐོ་བཞག་བྱས་ཡ་ལགས་སོགས་པ་སྔོན་མ་གནང་གཞི་འགྲོ་གི་རེད་དྲན་གི་འདུག་ངའི་བསམ་པ་ཡིན་ན། དེ་འགྲོ་གི་རེད་མ་གཏོགས། གཅིག་ད་ལྟ་སྐྱ་འཕྲེང་སྦོ་ལོག་ཟེར་ཡ་དང་གཞོང་སྦོ་ལོག་ཟེར་ཡ་དེ་སོགས་མི་མང་ལ་འཇིགས་སྣང་སྐུལ་ཡ་རང་རེད་དྲན་གི་འདུག་དེ་ངས་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་དངོས་གནས་ཀྱི་ང་ཚོ་གི་ཁྲིམས་ལུགས་ཡང་དག་པ་ཅིག་ལག་ལེན་བསྟར་བྱས་ནས་དྲང་བདེན་འདྲ་མཉམ་ཅིག་བྱས་ཡ་ཡིན་ན། ཁྲིམས་བཤད་པ་ཡིན་གྱི་ཡོད་ན་འདྲ། སྲིད་སྐྱོང་ཡིན་གྱི་ཡོད་ན་འདྲ་སྲིད་ཀྱི་ནོར་འཁྲུལ་བྱས་པ་ཡིན་ན་ནོར་འཁྲུལ་དེ་ལ་ཁྲིམས་ལོག་གི་ཐོག་ནས་དཔེ་དགག་གི་ཡིན་ན་དཔེ་ཡག་གི་ལམ་ཁ་ཅིག་དགོས་གི་རེད་བ། དེ་མེད་པ་ཡིན་ན། ཨ་ནི་བལྟས་ཏེ་ནོར་འཁྲུལ་བཟོས་པ་ཡིན་ན་ལས་དེ་ནོར་འཁྲུལ་བཟོས་པ་དེ་ལ་ཆད་པ་བཅད་པ་ཡིན་ན། ཅིག་དམངས་ཚོགས་ཀྱི་ཀ་བ་མེད་པ་ཆགས་འགྲོ་གི་རེད་ལ་ཡག་དང་ཕྲན་བུ་ལོག་གི་རེད་ལབ་བྱས་ནས་བཞག་བཞག་པ་ཡིན་ན། ཨ་ནི་དེ་འདྲ་ཉམས་ཆགས་མ་སོང་བ་དྲང་བདེན་ཆགས་མ་སོང་བ།

གི་ཐོག་ལ་ང་ཚོ་གི་ཧ་གོ་དགོས་ཡ་ཅིག་དང་ཁས་ལེན་ཕུག་དགོས་ཡ་དེ་ག་རེད་ལབ་ན་ང་ཚོ་གི་བཅའ་འགྲེམས་དེ་ད་དུང་ཡང། སྒྲོམ་གཞི་དང་མ་ལག་ཆ་ཚང་བ་ཅིག་ཆགས་ཐོབ་མེད་པ། སྒྲོམ་གཞི་དང་མ་ལག་ཆ་ཚང་བ་ཅིག་ཆགས་ཐོབ་མེད་པ་མ་ཟད་ད་ལྟ་ག་རེ་གཏན་ལ་ཕབ་བཞག་པ་དེ་ཡང། ནང་དོན་ཁ་གསལ་བོ་ཅིག་དང་གོ་རེ་མ་འཕྲོ་བ་ཅིག་མེད་པའི་རྒྱུ་མཚན་གི་ཐོག་ནས། ད་ད་ལྟ་གོང་གསལ་བྱེད་རག་པ་གིས་འདྲི་ཤེས་རྒྱབ་དགོས་ཡ་དང་འདྲི་ཤེས་དེ་གི་འོག་ལ་ཡོ་འཁྱམ་ཆེན་པོ་གཅིག་ཡོང་ཡ་གི་གནས་སྟངས་འདི་ཚོ་ཚང་མ་ང་ཚོའི་བཅའ་ཁྲིམས་ཀྱི་ཞན་ཆ། ང་ཚོའི་མང་ཚོགས་ཀྱི་ཞན་ཆ་ཆགས་བསྡད་ཀྱི་ཡོད་རེད་ད་དེ་ང་ཚོ་གི་ཁས་ལེན་བྱེད་དགོས་ཀྱི་རེད་ཧ་གོ་དགོས་ཀྱི་རེད་ཁས་ལེན་བྱེད་ཕོད་དགོས་ཀྱི་རེད། དེ་འདྲའི་ཕོ་བའི་ཐོག་ནས་མ་འོངས་པ་གྲོས་ཚོགས་ཀྱི་འཐུས་མི་གསར་བ་ཚོ་གིས་ང་ཚོའི་བཅའ་ཁྲིམས་དེ་མི་དབང་ཤེད་ཅན་གྱི་སྒེར་གྱི་འདྲི་ཤེས་རྒྱབ་བྱས་ནས་གོ་བ་ལེན་མ་དགོས་བ་བྱེད། ཡིག་རྨོངས་སེལ་བ་གི་ཡི་གེ་ཀློག་ཐུབ་ཉིན་ཚང་མ་གི་གོ་བ་ལེན་ཐུབ་ཡ་ཅིག་གཙོ་གཞི་མེད་བ་ཅིག་ལ་བསྒྱུར་བཅོས་གཏོང་དགོས་ཡ་ཁ་གསལ་པོ་བཟོ་དགོས་ཡ་དེ་ལྟ་དེ་རན་གི་ང་ཚོའི་དཀའ་ངལ་འདི་གི་བསླབ་བྱ་ཆེ་ཤོས་དེ་བོད་མི་མང་གི་ཁེ་ཕན་ཆེ་ཤོས་ལས་ཡང་དེ་དེ་ཆགས་དེ་ཡོད་རེད་དེ་མ་འོངས་པའི་གྲོས་ཚོགས་འཐུས་མི་ཚོགས་གི་འགན་འཁྱེར་ཡོ་ཅིག་དེ་ཞུ་དགོས་ཐུགས་རྗེ།